ཨ་ནེ་ཨེ་ད་རུང་དེ་རྐྱེན་སེལ་དེ་རྐྱེན་སེལ་སྐོར་ལ་གཅིག་གསུངས་སོང་དེ་ཡིན་དུས་རྐྱེན་སེལ་ཟེར་ཡ་དེ་ཧ་ལམ་ད་དྲ་ཡ་མེད་པའི་ན་ཚ་འདྲ་བོ་ཆེ་རེད་བ་མང་ཆེ་བ་རྐྱེན་སེལ་ནང་དུས་ཤི་འགྲོ་གི་འདུག་བ་དེ་ཡིན་དུས་རྐྱེན་སེལ་དེ་ཐོག་མར་ནག་ལུས་ན་སྟངས་དང་ཨ་ནེ་ཨེ་ག་འདྲི་ཟེར་ན་དགོས་བར་དེ་སྔོན་འགོག་དེ་ག་འདྲི་བྱེད་དགོས་རེད་ཨ་ནེ་ཨེ་དང་པོ་དེ་ཞུ་ཡ་གཅིག་ཡིན་དེ་ནས་གཉིས་པ་དེ་ལ་ཡ།

དེ་རེད་ད་ཁྱེད་རང་གི་དྲི་བ་དང་པོ་དེ་འབྲས་ནད་ཀན་སར་ཟིག་རོ་ང་ཚོ་འབྲས་ནད་འབྲས་ནད་རང་ཟིག་རེད་ད་འབྲས་ནད་ཀན་སར་ལབ་ན་གོ་བདེ་རུ་བྱུང་རོ་འབྲས་ནད་ཀན་སར་འདི་ཚོ་དང་ད་གནད་འགག་ཆེན་པོ་ཞུགས་རེད་གང་ད་ཐུག་སར་གང་ད་རེད་གཉིས་འདི་ཟས་སྤྱོད་གཉིས་རེད་ཟས་སྤྱོད་གཉིས་ལ་ཁ་སང་ང་ཚོ་ན་མ་ཐུག་ཟེར་གི་འདི་ཡོག་མ་རེད་གང་ལྟར་ནད་ན་ཚ་ཅི་ཡས་ཡོག་མ་རེད་ཟེར་ཐུག་ས་ཟས་དང་སྐལ་ཚབ་ཀྱི་རྒྱུ་དང་རྒྱུ་དང་རྐྱེན་ལ་ཤེས་ཡོན་དུས་ཟས་ཟས་དང་སྤྱོད་ལམ་གཉིས་འདི་ཨ་ནི་གཏན་མ་ཤེས་པའི་དབང་གིས་ཨ་ནང་ལོག་ལ་ཁ་ཚ་མ་ཞུགས་སྙིགས་མ་མ་ཞུགས་པའི་སྙིགས་མ་དུ་མང་དུ་འཕེལ་བྱས་སྙིགས་མ་དེ་མང་དུ་འཕེལ་བ་དེའི་དབང་གིས་རླུང་གིས་ཨ་ནི་བྱེད་ལས་ཀྱི་རྟེན་བྱེད་ཁོ་དེ་ཨ་ནི་ཁོ་ས་ཞིང་འདིལ་བར་བྱེད་པ། ས་ཞིང་འདུལ་བར་བྱེད་པ། ནི། ཀོ། དྲག་པོ་བྱ། སྙིམ་པ་བྱ། དེ་ནི། ནང་ལོགས་ལ་སྙིམ། རུལ་ཡོང། ནང་ལོགས་ལ་བདེ་བྱེད་བྱེད་གང་ལྟར་ཡང་ཉིད་ཐུག་ས་དག་རང་ཐུག་འདི་ཡོད་རེད། རེད་ད་ལ། ཟས་སྤྱོད་ཟས་སྤྱོད་འདི་རང་གནད་འགག་ཆེན་པོ་རེད་འདི་ག་ནས་སེམས་ཁམས་འདི་དཔེ་གནད་འགག་ཆེན་པོ་རེད། སེམས་ཁམས་ཀྱི་ཐོག་ནས་ནད་འདི་ཡང་ག་ས་ང་ཚོ་ཡོང་འདི་དང་ལྷག་པར་དུ་བུད་མེད་ཀྱི་ཡང་ད་ནུ་མའི་འབྲས་ནད་འདྲ་བོ་ཆགས་ཤེ་ན་ནུ་མའི་འབྲས་ནད་ཚོ་སེམས་ཁམས་དང་དཔེ་འབྲེལ་བ་ཆེན་པོ་ཡོད་རེད། ནི། འདི་སེམས་ཁམས་འདིའི་དབང་གིས། ཨེ་ནི་སེམས་ཀྱི་ཚོར་བ། སེམས་ཀྱི་ཚོར་བ་འདི་ཡི་དབང་གིས་ཨེ་ནི་བུད་མེད་ཀྱི་ཁམས་མོ་རྩིས་སི་དང་མོ་རྩིས་ཁམས། མོ་རྩིས་ཁམས་འཁྲུགས་པ་འདི་ལ་བརྟེན་ཅེས་ཨེ་ནི་ད་ནུ་མའི་སྡེ་སྣེ། ནུ་མའི་སྡེ་སྣེ་འདི་མོ་རྩིས་ཁམས་ཇི་ལྟར་འཁྲུགས་པ་འཕེལ་བའམ་ཟད་པའམ། འཕེལ་བ་ཟད་པའམ་འཁྲུགས་པའི་དབང་གིས་ཨེ་ནི་འདི་ནང་ལོགས་ཀྱི་ནུ་མའི་སྡེ་སྣེ་འདི་གི་དབྱེ་བ་དེ་མ་འདྲ་ཡོང་སྟེ་སོགས་འགྲོ་བ་འདི་རེད། ཨ་དེ་འདྲའི་ཤུགས་ཆེ་བ་འདི་ད་ག་འདྲ།

ངས་ཧ་མ་གོ་བའི་དེ་འདྲའི་ནད་པ་དེ་འདྲའི་སྙན་མ་ད་ཁྱེད་འབལ་གང་སོང་ནད་པ་དེ་བཏང་ཡོང་དུས་རེ་མ་ཁོ་འཁྲིད་ཡོང་དུས་སྙན་མ་ཁྱེད་རང་གིས་ང་རྒྱ་གར་དེ་སྨན་ཁང་ལ་བལྟས་རྗེས་ཁོང་ཚོས་ཁྱེད་རང་ཟླ་བ་གསུམ་མ་གཏོགས་དེག་མ་རེད་བཞི་མ་གཏོགས་དེག་མ་རེད་ཟེར་ལབ་ད་ཁྱེད་རང་སྨན་བཏང་རྗེས་ད་ད་ང་ར་ད་ད་ཡོད་སོང་ཞེ་དྲག་ཡོད་རེད་རེད་ད་ལ་ཡང་ང་ཚོ་འདི་བྱེད་ཐུབ་མི་འདུག་བ་ཁ་ཚ་ང་ཚོ་སྟོང་ཚིགས་དེ་བརྒྱབ་ཐུབ་མི་འདུག་ཞིབ་འཇུག་བྱེད་ཐུབ་ཀྱི་ཡོད་མ་རེད། ད་ནི་ངས་ཧ་གོ་ཡས་ཁོ་རང་ཅི་ནས་ཅི་ནས་ལ་ཆ་ཞིག་ནས་ནད་པ་ལྔ་དྲུག་ཉི་མ་ད་ནད་པ་གཅིག་ཇི་ལྟར་བེད་ཁོ་རང་དར་མདོར་བསྡད་དེ་ཡོད་རེད་ཁོ་རང་ང་ཚོ་ཁོ་རང་གི་ཉི་མ་ད་ང་ཚོ་སྨན་གི་དེ་ཅི་ཡོད་རེད་ཁ་ཚ་ང་ཚོ་ད། གློག་བརྙན་སྦྱོར། ཐེན་ཀྱེ་སུ་སི་ཡོད་ནི་མེད་ན། དེ་ལི་གེ་སི་ཡོབ་མན་ལ་སེ་སྦྱོར་ལི་གེ་སི་ཡོབ་མན་ལ་སེ་དེ། ཅེས་ཀྱི་དེ་ནང་ལོགས་ད་ཨིན་ཨིན་ཇི་ཐོག་ནས་རེད་ཨིན་ཇི་ཐོག་ནས་ནི་ནད་པ་ཕན་ཆད་ཀན་སར་ནད་པ་མང་པོ་ཅིག་གི་དེ་ཐོག་ལ་ད་འགྲེལ་བརྗོད་བྱས་བྱས་ག་འདྲས་ག་འདྲས་ཕན་པ་གནས་སྟངས་དེ་ནང་ལོགས་དེ་འདྲས་ཡོད་དེ་ནང་ལོགས་ལ། སྒྱུ་མའི་ལུང་གིས་ལུང་གི་སྡེ་སྣོད་ཆགས་རྗེས་ལུང་གི་སྡེ་སྣོད་ཆགས་ཨ་ནང་ཀ་ཀུན་རྫོབ་དེ་དག་གི་མོ་རྟ་སྟན་བཏང་རྗེས་བླ་མ་ཁ་དེ་ནས་གཤགས་བཅོས་བྱེད་དགོས་གཤགས་བཅོས་བྱེད་ག་དུས་ཨ་ནི་ཁྱབ་ཚ་ཤ་རབ་ནས་ཨ་ནི་ཀྱི་ཕ་རེ་ཨང་ཅག་བཙེམ་རྗེས་ནང་རྟ་ཁྱེད་རང་ད་མན་ངག་ནང་ཡོང་དགོས་ཀྱི་མ་རེད་ཟླ་བ་གསུམ་གཉིས་གསུམ་མ་གཏོགས་བསྡད་ཡ་མི་འདུག་སེམས་གཏམ་ཡིན་དུས་ད་ལོ་བཅོ་ལྔ་འགྲུབ་བར་ད་དུ་བསྡད་དེ་ཡོད་རེད་ད་དུ་ཡོད་རེད་གསོན་པོ་ཡོད་རེད་ཨ་བདག་ནང་བཞིན་ནུ་མའི་སྡེ་སྣོད་ཆགས་བཞིན་བདག་ནང་བཞིན་འདི་ཡོད་རེད་ད་འདི་ཚང་མ་ལས་བདག་རང་ཡོང་གི་རེད་ཟེར་ན་འདི་ཡོང་མ་རུ་ཨ་རེད་དེ་ཡིན་ན་འདི་ནས་ནི་ག་རེ་ཚོད་དཔག་བྱེད་ཐུབ་གི་རེད་ཟེར་ན་སྨན་བཅོས་འདི་ཚུལ་བཞིན་བསྟེན་ཐུབ་པ་ཡིན་ན། ཚུལ་བཞིན་བསྟེན་ཐུབ་པ་ཡིན་ན། ད་ཡིན་སྤྱིར་བཏང་རྩ་བའི་ད་འདི་མང་པོ་ཞིག་ལ་འདི་ཡི་རག་ལས་ཀྱི་འདུག་ག་ག་ཚ་ང་ཚོ་ན་ག་ཚ་སོ་སོའི་ལས་དང་སོ་ནམ་ཅི་མང་པོ་ཞིག་དང་འབྲེལ་བ་ཆགས་འདུག་གི་འདུག་ག་རེད་བ། ད་ང་ཚོ་ལས་དང་སོ་ནམ་ག་ཚ་ག་རེད། ལས་དང་བསོད་ནམས་ལྟ་གང་དག་བདེ་གི་བདེ་བའི་དབང་གིས་ཇི་ལྟར་གསོ་ལ་ཇི་ལྟར་འཚོ་བའི་ཕྱིར་ཁ་དམར་ཧ་ཅང་གསལ་བར་སྨྲ་མི་བཏུབ་ཉན་བྱར་ཡོད་ཀྱང་གསོ་རུ་ཡོད་པར་སྨྲ་ངེས་འབྱུང་ཚོར་ཡང་བྱ་ར་དགོས་པར་སྨྲ་ཟེར་བྱས་དེ་འདྲའི་ཡོན་ཏན་ང་རང་སྨན་གཞུང་ནང་ལོག་ནས་འགྲེལ་བཤད་རྒྱག་བྱེད་དེ་ཡོད་དུས་ཀོ་དེའི་ནད་ཚ་འདི་ལ་དེ་སྣ་ཚོགས་ཀྱིས་ཡོང་དེ་ཡོད་རེད་དེ་ཡིན་ན་ཡང་གསོ་རུང་བ་རེད་ཟེར་ན་གསོ་རུང་བ་རེད། སུ་རུང་བ་རེད། དཔེར་བྱས་ན་ད་ལྟ་དེ་ཕྱི་ལུགས་གནས་སྟངས་དེ་དག་ཀི་མོ་ཐེ་ར་པི་དང་རེ་ཏི་ཡེ་ཤུན་དང་གཤགས་བཅོས་བྱས་ཚང་མ་བྱས་ཙབ་རེ་བཟོས་བྱས་དེ་ནི་ང་ཚང་ལ་ཡོང་ནའི་ཞོ་གི་ཡོར་བ་ད་ཁོ་ཚོ་ཟླ་བ་གསུམ་མ་ཚོ་སྤྲད་མ་སོང་ལ། ཟླ་བ་གསུམ་སྤྲད་མ་ལོ་བཅོ་ལྔ་དེ་ངས་ག་ཚོད་ཡོར་ལོ་ཉི་ཤུ་དེ་ངས་ག་ཚོད་ཡོར། བོད་དག་ལ། བོད་མའི་ཁབ་ཚང་བཏང་ནས་དང་ལོ་ཆུང་ནད་པ་ཁ་ཤས་ཅིག་ལ་ངོ་དུས་འདི་ནས་བཟུང་སྟེ་ད་ལྟ་བར་དུ་ང་རྒྱ་གར་སྨན་ཁང་གི་སྟེ་འགྲོ་འཁོར་མ་མྱོང་ཟེར་མཁན་དེ་འདྲ་ཡོད་རེད། དེ་ཡོད་ཐག་ཆོད་རེད་དཱ། ཡང་དག་ན་བཞིན་ཡང་ཕྱི་ལུགས་སྨན་ཚོ་གལ་ཆེན་པོ་མ་རེད་བས་ཤག་ཆོས་གལ་ཆེན་པོ་མ་རེད་བས་སྐྱིད་མོ་གལ་ཆེན་པོ་མ་རེད་བས་ཟེར་ན་འདི་གལ་ཆེན་པོ་མ་རེད་ཞུ་ཡས་ལ་ཡས་ཁྱོད་ནས་ཡོག་མ་རེད་ད་དཔེ་གལ་ཆེན་པོ་རེད་ན་ཟ་དེ་མ་ཟོ་ན་ཁོ་སྟོབས་ཤུགས་དེ་ཡོངས་སུ་རྫོགས་ཡོང་དུས། ནང་ལོགས་ལ་དཔེ་ཆ་ནུ་མའི་འབྲས་ནད་འདྲ་བོ་དེ་འདྲ་ཡོད་ན་ནང་ལོགས་ལ་རྡོག་རྡོག་ཆག་ཆེ་ཨ་ནི་རྨ་འདྲ་བོ་དེ་ཁོག་ཅིག་དེ་དང་ལ་རྡོག་ཆག་ཡིན་དུས་བོད་སྨན་བཏང་ནས་གཙང་མ་དྲག་གི་རེད་ཟེར་ན་ཁག་པོ་ཤ་རེད། དེ་ཚོ་རང་ལ་གཤག་བཅོས་བྱེད་དགོས་ཡས་དང་གཤག་བཅོས་བྱེད་དགོས་ཡས་དང་ཨ་ནི་སྐྱི་མོ་ཁ་ཤས་ཁ་ཤས་ལ་སྐྱི་མོ་ཐེ་རེ་པི་བཏང་བཏང་དགོས་ཡས་དང་ད་དེ་ཚོ་རང་ལ་མཚམས་དང་ཚད་ཟིན་ན་ཞེ་བོ་གལ་ཆེན་པོ་རེད་བ། མཚམས་དང་ཚེས་དེ་ཨམ་རྗེས་ཀྱི་ཚོད་གཅིག་ནས་ད་མ་ཅི་དེང་སང་མང་ཆེ་ད་སྨན་དེ་ལས་ཡིན་དུས་དེང་སང་ཚོང་རུ་ཆགས་དེ་འདུག་ཚོང་རང་ཆགས་དེ་ཡིན་དུས་སྨན་པ་ཡིན་པ་ནས་འདོན་རྔམ་ཆགས་ན་དངུལ་དངོས་འདོན་རྔམ་བྱེད་ཆེད་མཚམས་དང་ཚེས་མ་ཅི་བྱེད་ཆེད་ནད་པ་ལ་རྒྱབ་དགོས་ཡ་མེད་ན་ཡིན་ཁོ་ད་ཁྱི་མོ་དེ་རེད་པི་རྒྱབ་བྱེད་ད་ནི་གང་ལྟར་དངུལ་དངོས་དེ་བྱེད་དེ་ཡིན་དེ་ཁོ་ད་ཅིག་ནི་རེད་མ་གཏོགས་གཞན། ཕྱི་ལུགས་སྨན་གཙོ་གནད་འགག་སྤྱིར་བདག་གལ་ཆེན་པོ་བཞི་ར་ལྷག་པར་དུ་གཉན་འཇོམས་ཀྱི་ཐོག་ནས་བསམ་བློ་བཏང་བསྡད་པས་ཡིན་ན་ད་ལྟ་ཚ་བ་སྟོབས་ཆེན་དེ་འདྲའི་སླེ་ཡིན་ཚ་བ་སྟོབས་ཆེན་དེ་སླེ་ཡིན་ཚ་བ་སྟོབས་ཆེན་དུ་བཏང་ནས་བོད་སྨན་གྱི་ཐང་ར་ཐང་ཁྲི་ཐང་ར་ཐང་གུག་བརྡལ་ཅན་ཚ་བ་སྟོབས་ཆེན་དེ་ཡ་བསྐྱལ་ཅེས་སླེ་པ་ལ་ཡ་ཕྱིན་བཞག་པས་ན་བྱེད་མཁན་མང། ཨ་དེ་ལས་ཕྱི་ལུགས་ཀྱི་སྨན་གཙོ་ཡང་ཁོ་མྱུར་སྐྱོབ་ཆེད་དུ་ཚ་བ་དེ་འཕྲལ་དུ་མ་བཅག་ཡས་སོ་འདྲ་བོ་དེ་རེད་ལམ་སང་འཕྲལ་དུ་བཅག་བྱས་དེ་བྱས་ཨེ་འདི་ལ་བོད་སྨན་ཡང་བཏང་གི་བཏང་གི་བྱས་པས་ན་ཚ་བ་འདི་ཐལ་དུ་བཅག་ནས་ཚ་བ་དེ་དབལ་བཅག་ཚ་བའི་མེ་དབལ་བསད། ཚ་བའི་མེ་དབལ་བསད་པའི་དབང་གིས་རླུང་ཐོར་བུ་རླུང་འདི་ཕ་རླུང་འདི་ཡང་མ་འཕེལ་བྱེད་དུ་བུད་སྨན་བཏང་བྱས་ཏེ་མཉམ་གཏོར་འདི་བཏང་བྱས་པས་ན་རླུང་འདི་ཡང་འཕེལ་བྱེད་ཡང་ཁོ་འདི་ཡོང་འགྲོ་བ། ང་ཚོ་ཡིན་ན་འདི་ཟིག་རེད་ག་ས་ང་ཚོ་ཚ་བ་འདི་འདྲའི་སྐབས་སུ་ཀླད་ཡིན་དུས་གཉན་འཇོམས་ཤུགས་ཆེན་པོ་འདི་འདྲའི་སྐབས་སུ་ཀླད་ཡིན་དུས་གཉན་རིམས་ཤུགས་ཆེན་པོ་འདི་འདྲའི་གཉན་རིམས་ཀྱི་ཚ་བ་མེ་ལྟར་འབར་བའི་སྐབས་སུ་ཕྱི་ལུགས་སྨན་དཔེ་མཁས་ཆེན་པོ་རི་དྭགས་འདི་འདྲའི་སྐབས་སུ་དེ་ཡིན་དུས་དང་པོ། དང་པོ་གཉན་གྱི་རིལ་བུ་བསྙིལ་བར་བྱས་པ། གཉན་གྱི་གཉན་ཀ་དེ་གི་རིལ་དེ་གཉན་ཀ་དེ་རུས་ལ་སྤོས་བྱ་བྱས་འདི་རུས་གཉན་ཀ་དེ་མ་བཅའ་གོས་བར་དུ་ཚ་བའི་མེ་དབལ་སད་པར་བྱས་པ་བར་དུ་ཚ་བ་ཚ་དྲོད་དེ་མེ་གི་དབལ་འདི་མ་ཚ་བསད་ཨེ། ཐ་མ་དེ། ཐོར་བུའི་རླུང་ཁ་གནོན་པ་ཟེར་ཏེ་ད་འདི་ཕྱི་ལུགས་ཁྱོད་ནི་ཤེས་དགོས་མ་གདའ་ཐོར་བུའི་རླུང་འདི་ཁྱོད་ནི་ཤེས་དགོས་མ་གདའ། གཉན་གྱི་རིལ་བུ་དེ་བསྙིལ་ཐུབ་གོ། ཚ་བའི་མེ་དབལ་དེ་གསོད་ཐུབ་གོ་ཐོར་བུའི་རླུང་ཁ་དེ་གསོད་ཐུབ་གོ་ཡང་མ། དེ་བྱས་ཡིན་དུས་ཁོ་ཁོ་རང་ལ་དཀའ་ངལ་ཅི་ཡོད་རེད་དེ་ཡིན་དུས། དེ་དེ་འདྲའི་ཐོག་ནས་ཡང། དེ་པེ་ཅིན་ད་ད་ལྷག་པར་དུ་ཅིག་ཁྲག་ཤེད་མཐོ་པོ་ཞུགས་དེ་འདྲ་ཡིན་བསྡད་པའི་ད་དུང་ཨུ་ཚུགས་ཀྱང་བུད་མེད་འདི་འདྲ་བས་ན་ཁྲག་ཤེད་དེ་ཀླད་པ་ལ་རྒྱུག་འདི་ནི་མ་སྟོབས་སྟོབས་རེད་བྱ་བས་ན་མཇལ་ཁས་པ་རེད། གཅིག་གཉིས་ན་ཚ་འདི་ཚོ་ཤུགས་ཆེན་པོ་ཞུགས་ཆགས་ཀྱི་ད་དུང་ཨུ་ཚུགས་རོ་རྒྱུག་བུད་མེད་འདི་འདྲ་བས་ན

ཨ་ནི་ཁོ་རང་བཞིན་གྱི་རླུང་ཁ་དེ་བསླད་ཡོང་གི་རེད་ག་དེ་ན་དགོངས་དང་དགོངས་ཟེར་དུས་རླུང་ཁ་བསླད་ཡོང་དུས་དེའི་རླུང་ཁ་དེ་ལྕགས་ཡས་ཆེད་དུ་དང་གཉིས་དེ་རྔ་བོ་ཉལ་དགོས་དང་གལ་ཆེན་པོ་རྩིས་ཡོང་གི་རེད་སོ་དང་རྔ་དྲོ་ཟེར་དུས་ཐོ་རངས་དང་དེ་ཚོ་དྲངས་ཏེ་ཨ་དེའི་ཐོ་རངས་ལ་དེ་ཚོར་ཡར་བསླད་ཡོང་དུས་ལང་ཚ་རྩ་ཁ་དེ་ཆད་ཡོང་གི་ཟེར་བ་ད་དེ་དུས་ག་ཚོད་ཐོ་རངས་དེ་ག་ཚོད་ཡར་ལང་ཐུབ་པ་ཡིན་ན་ཨ་ནི་རྩ་ཁ་དེ་ཆད་ཡོང་དུས་རིག་པ་གསལ་པོ་རིག་པ་སེར་པོ།

བདག་ངལ་ཞིམ་པ་གོ་ཡོད་ཟིག་དུ་བ། ཕྱི་དུ་གཟུགས་སྐུ་ལ་ངལ་གསོ་ཐོད་པ་ཞིག་གུག་བར་བ། གཉིད་དེ་ཁོ་གཅིག་གི་ཁ་སང་གཉིད་དེ་ཉལ་བ་ནི་རེད། གཉིད་དེའི་ནང་ལོགས་ལ་ཡང་ནི་ཡང་གཉིད་ལ་འཁྲུག་ཆ་མ་ཡིན་པ་གཉིད་ལམ་ཟ་ང་ཟིག་ངེས་མ་ཡིན་པ། གཉིད་ཁ་ཤས་ཁ་ཤས་ནི་གོང་ད་གོང་ད་ཡང་གཉིད་སད་ཡང་ཡང་གཉིད་སད་ཡང་ཟིག་རང་དེ་གཉིད་དེའི་ཡང་ཁོ་རང་བང་རིམ་དུ་མ་སོང་ན་འཁྲུགས་རྗེས་ཨ་ནེ་ཟོ་བོ་ལས་ཡང་དེ་ཙམ་གྱིས་ངལ་གསོ་ཐོས་པ་དུ་མས་པ་བྱས་རྗེས་གང་ལྟར་ཡང་ངས་གཉིད་དེ་ཡག་པོ་བདེ་བར་གཉིད་བདེ་བར་ཁུག་འདི་ཆུ་ཚོད་དྲུག་བདུན་སུ་ཁུག་པ་ཡིན་ན་ཡང་ཁོ་ཆེ་གྲང་ཡག་པོ་ཡོད་གལ་ཆེན་པོ་རེད་དེ་ཚོ་ན་ཟོ་བོ་ལས་ངལ་གསོ་ཐོས་པ་དུ་ཡོང་འདིར་གསུམ་པ་དེ་གར་སོང་སོང། ཨ། འོ་འོ་འོ་འདི་ངས་ད་ངས་ད་ནི་ངས་ཞུས་པ་ནང་བཞིན་རེད་འདི་ཚོ་འདི་གལ་ཆེན་པོ་རེད་ད་ལ་དེང་སང་དུས་ཚོད་ལ་ད Integrative Medicine ཟེར་བར Integrative Medicine ཟུང་འབྲེལ་གྱི་སྨན་བཅོས་ཟེར་ཏེ་དེ་གནད་འགག་ཆེན་པོ་རེད། ནི་འདི་ལ་ད་དེ་ག་སར་ང་ཚོ་ན་སྨན་པ་ཁ་ཤས་ཀྱི་ཐོག་ནས་བསམ་བློ་བཏང་ན་ནི་ད་ཆོས་ལུགས་འདྲ་བོ་ཁ་ཤས་སྨན་པ་ཁ་ཤས་དེ་བོད་སྨན་དང་བོད་སྨན་ལ་རྣམ་རྟོག་ཟ་ད་ངས་ཟ་ད་ངས་དེ་འདྲས་བཀའ་བརྒྱུད་པར་ད་ངས་དེ་འདྲས་ཡོར་དང་རེད་ཡོད་རེད། ང་རང་ཚོ་བོད་པའི་སྨན་པའི་ནང་ལོག་ཆ་ཤ་གི་ཡིན་ན་ཡང་ད་རྒྱ་ཕྱི་ལུགས་ལ་དཔེ་ཁྱོད་ནས་གཏང་མ་བ་ཕྱི་ལུགས་སྨན་ཐུག་རེད་ཟེར་རོ་ཅིག་ཟེར་ངས་རེད་ཡོད་རེད་ད་རེད་ཡིན་ན་ཡང་སོ་སོ་དེ་ག་དུས་ཡིན་ན་གཏང་སྙོམ་འདུག་ཅེ་ད་དེ་ཅིག་གི་དགོངས་པ་ཡག་པོ་བཤད་ཆེད་ཨ་ནི་མེད་ག་ས་ང་ཚོ་ན་རྒྱ་གར་མོ་ཆེ་བཀའ་འདི་ནང་གནང་གི་འདུག་བ

ཨང་གྲངས་ནི་ཆགས་ཡོང་དུས། ཡང་ནེ་པ་ལའི་ནས་ཡང་གཅིག་གཅིག་དེ་སེམས་པ་ལ་འཇིགས་མཇལ་དེ་དུས་མི་འདུག་དགའ་ཚོར་བྱུང་འདུག་ཨང་གྲངས་དེ་ཆགས་སུ་ལས་དེ་ཨང་གྲངས་དེ་ཞིབ་ཞིབ་གལ་ཆེ་མི་འདུག་གལ་མ་རེད། ཨང་གྲངས་ཆགས་སུ་ལས་དགའ་ཚོར་ཡོང་འདུག་དེ་ནི་ཨང་གྲངས་དེ་མ་མཐོ་པོ་མཐོ་པོ་ཞུགས་བསྡད་བསྡད་པ་ཡིན་ན་ཁོ་ཡང་གཅིག་གིས་མཁལ་མ་ལ་སྐྱོན་རྒྱག་ཡ་དང་ཀླད་པ་ལ་སྐྱོན་རྒྱག་ཡ་འདུག་གནས་ཚུལ་ནི་དུས་ཁོ་གཅིག་ཡང་བོད་སྨན་དེ་བཏང་བྱ་འདི་ཡིན་འདུག་བོད་སྨན་འདི་གིས་བོད་སྨན་བཏང་དཔེར་ན། འདི་ཡི་ག་ས་ང་ཚོ་ཕྱི་ཉིན་ཨ་རུ་འཁྲུག་པ། སྤྱི་གཉིས་བཅུ་རུ་དྲུག་པ་སྤྱི་གཉིས་ཨ་རུ་བཅོ་བརྒྱད་བཏང་སྟེ་འདི་ཀོ་གྷལ་མ་ལ་ཡི་བྷན་དེ་ངས་སྤྱི་གཉིས་བཟའ་ཁུ་གུམ་དེ་བྱ་དེ་ཨ་གཟུགས་པོ་སྙན་ཁའི་ཆ་ཤས་དེ་བྱ་དེ་རེད་དེ་ཡིན་ན་ཡང་ཁོ་ལམ་སང་སྤྱི་གཉིས་ཚད་མཐོ་པོ་དེ་ལམ་སང་བཅའ་ཡས་ཀྱི་ནུས་པ་དེ་ཡོད་སོང་ན་ནུས་པ་ཡས་དེ་ཙམ་མེད་དེ་བ་སོ་རུ་བྱས་དེ་ཡིན་དུས་གཉིས་ཀ་ད་ཚམ་ཚམ་སྤྱི་གཉིས་མཐོ་པོ་ཞུ་ལེ་ཡིན་དུས་སུ་གོ་ད་སྤྱི་གཉིས་དང་པོ་རང་ནས་མཐོ་པོ་ཞུ་མེད་དེ་བ་འདྲ་བོ་དེ་འདྲ་སྤྱི་གཉིས་ད་བང་རིམ་དེ་མ་སོན་ན།